ད་ཉི་མ་གཅིག་ལ་ཚིག་མང་ཐག་ཆོད་ཡི་གེ་མང་ཐག་ཆོད་བཀླགས་པ་ཡིན་ན་སྤུ་གུ་ཚོ་མགོ་འཐོམ་གི་རེད། གཅིག་བསླབ་ཡག་གི་ཆེད་དུ་ཉམས་མྱོང་དགོས་ཀྱི་ཡོད་རེད། ཉམས་མྱོང་མ་ཟད་སོ་སོ་རང་གིས་ཞིབ་འཇུག་བྱེད་དགོས་ཀྱི་རེད you have to do research on how to teach a child a language or whatever

འདྲ་མི་འདྲ་ལ་བསླབ་བྱའི་ཁོ་རང་ཚོས། དྲི་བ་དང་གི་རིགས་དཔེ་ཚགས་པོ་པོ་དང་ལམ་སང་ལག་པ་བརྐྱངས་བྱས་དྲི་བ་དང་གི་རིགས། ད་ང་རང་ཚོ་བོད་པའི་ལུགས་སྲོལ་ལ། དགེ་རྒན་ལ་བཀའ་འདྲི་ཞུ་ཡ་ལུགས་སྲོལ་ཞེ་དྲག་ཡོད་མ་རེད། ད་གལ་སྲིད་ཞུས་པ་ཡིན་ན་ཡང། ཨ་ནི། བཀའ་བཀྱོན་རག་ཡ་ཉེན་ཁ་ཡང་སྟེར་བྱེད་ཡོད་རེད་བྱས་ཙང་དབུ་གཙོས་བཤད་ནས་ཧ་མ་གོ་ན་ཡང་ཧ་གོ་བྱུང་ཟེར་ནས་ཁ་བཙུམ་མའི་ས་ལ་བསྡད་ཀྱི་ཡོད་རེད་བ་འདིས་ང་རང་ཚོའི་སྤྱི་ཚོགས་ཀྱི་ནང་ལ་ནོར་འཁྲུལ་ནོར་འཁྲུལ་ཆེ་ཤོས་དེ་འདི་རེད་ནོར་འཁྲུལ་ཆེ་ཤོས་ཧ་མ་གོ་ན་ཡང་ཧ་གོ་གི་ཡོད་མདོག་མདོག་ཧ་གོ་ན་ཡང་ཧ་གོ་གི་མེད་མདོག་མདོག་དེ་འདྲའི་བྱས་བྱས་ཨ་ནི། མི་ཚེ་སྐྱེལ་གྱི་ཡོད་པ་འདི་ནོར་འཁྲུལ་ཆེ་ཤོས་རེད། ཨ་ནི་སློབ་སྦྱོང་བྱེད་པའི་སྐབས་ལ། སློབ་སྦྱོང་བྱེད་པའི་སྐབས་ལ། དཀའ་ཁག་གི་ནང་ནས་ཡག་པོ་བྱས་ནས་འགོ་བཙུགས་དགོས་ཀྱི་ཡོད་རེད། ང་རང་ཚོ་ཕ་མ་ཚོས་ཡང། སྤུ་གུ་ཚོ་སློབ་ཕྲུག་ལ་བཏང་ཆ་ད་འདི་སྤུ་གུ་ལ་སློབ་སྦྱོང་སྤྲད་ཡ་དགེ་རྒན་གྱི་ལས་འགན་རེད་ཟེར་ནས་སོ་སོ་ཨམ་ཅོག་སྟབས་རྩེ་བརྒྱབ་ཅེས་ཞུ་གི་ཡོད་པ་འདི་ནོར་འཁྲུལ་དཔེ་མི་སྲིད་ཆེན་པོ་རེད། ད་ང་རང་ཚོ་དཀའ་ལས་ཞིག་པོ་ཅིག་རྒྱབ་ཀྱི་ཡོད་རེད། འཛམ་བུ་གླིང་གི་མི་རིགས་འདྲ་མི་འདྲའི་ནང་ནས་བོད་པ། དཀའ་ལས་མང་ཤོས་རྒྱབ་མཁན་གྱི་གྲས་ར་ཅིག་ལ་སླེབས་ཀྱི་ཡོད་རེད། དཀའ་ལས་རྒྱབ་ནས་སུའི་ཆེད་དུ་དཀའ་ལས་རྒྱབ་ཀྱི་ཡོད་རེད་ཟེར་ན། སྤུ་གུའི་ཆེད་དུ། སྤུ་གུ་ཡང་ཡག་པོ་ཡོང་བར་བྱེད་པ་ལ། ཁྱེད་རང་གི་སློབ་སྦྱོང་གི་ཐོག་ལ་ལམ་སྟོན་ཡག་པོ་ཞིག་གནང་དགོས་ཀྱི་ཡོད་རེད། སློབ་སྦྱོང་སྤྲད་དགོས་ཀྱི་ཡོད་རེད་སློབ་སྦྱོང་མ་སྤྲད་པའི་ཡིན་ན་སྤུ་གུ་འདིས། མ་འོངས་པ་ལ་དཀའ་ངལ་འཕྲད་ཡག་གི་ཉེན་ཁ་ཞེ་དྲག་ཡོད་རེད། དེ་མ་ཟད་ཕ་མ་ལ། སོ་སོ། མི་ཚེ་སྐྱེལ་མ་ཐུབ་ན་ཕ་མ་ལ་རོགས་པ་ག་འདྲས་བྱེད་ཐུབ་ཀྱི་རེད། ཕ་མ་ལ་རོགས་པ་བྱེད་མ་ཐུབ་ན་སྤྱི་ཚོགས་ལ་ད་རོགས་པ་བྱེད་ཡག་སྐད་ཆ་མ་བཤད་ན་ཡང་འགྲིག་གི་རེད་པ། འོ་དེ་འདྲས་བྱེད་བྱེད། བོད་ཡིག་ཙམ་དུ་མ་རེད་དབྱིན་ཇི French ག་རེ་ཡིན་ན་ཡང། ག་རེ་ཡིན་ན་ཡང་བྱ་དགོས་ཀྱི་ཡོད་རེད། ད་ང་ཚོ་འདི་རྒྱ་གར་ལ། ཧིན་དི་སྐད་བསྒྱུར་ཐུབ་རྒྱུ་ཡོད་ཟེར་ན་སློབ་སྦྱོང་བྱས་ནས་སྦྱངས་པ་གཅིག་མ་རེད་གོ་གོ་གཉིས་ཀྱི། གོ་གོ་གཉིས་ཀྱི་སྦྱངས་བཞག་པ་རེད་མ་གཏོགས་སོ་སོ་རང་གིས་དུས་ཚོད་བཏོན་བྱས་ནས་སློབ་སྦྱོང་བྱས་ཆོག་པའི་ཡོན་ཏན་གཅིག་མ་རེད། ང་ཚོས་དེ་ཟླ་ཟིང་ལ་ད་འཛམ་བུ་གླིང་གི།

སྐད་བརྒྱབ་པའི་སྐབས་ལ། ནེ་པ་ལི་མི་གཅིག་གིས་ཉན་པ་ཡིན་ན་ཧ་གོ་གི་ཡོད་རེད། ཡིན་ནའི་བརྡ་སྤྲོད་ཡག་པོ་ཡོད་མ་རེད་སྒྲ་གདངས་ཡོད་མ་རེད། ད་ག་ཚད་ཁྱོད་ཚོས་དེ་འདྲའི་སྐྱིན་ཉག་ཅིག་བརྒྱབ་གི་ཡོད་རེད། ཨོ་དེ་འདྲ་སེ་ད། དེ་ནི་འགལ་ཆེ་ཤོས་སོ་སོའི་སྐད། ང་རང་ཚོའི་ངོ་བོ། ཡི་གེ་བློ་ཡག་ལས་སླ་པོ་ཞེ་དྲག་རེད། སྐད་ཆ་ངས་ལ་དུས་ཚོད་སྤུ་གུ་རེད་སྐད་ཕ་མ་ཚོས་སོ་སོའི་གཟིམ་ཁང་གི་ནང་ལ་སྤུ་གུ་སླེབས་པའི་རྗེས་ལ་ཡིན་གཅིག་མིན་གཅིག་བོད་སྐད་སྐྱོན་དགོ་རེད། དེ་མ་སྐྱོན་པ་ཡིན་ན་ནི་བོད་སྐད་སྒྱེ་བ་ཡག་གོ་སྐབས་ཡོད་མ་རེད། རྒྱ་ས་དར་ཛིང་ལ་ཆ་ཤ་བས་ན་བོད་པ་ཞེ་དྲག་མཐོང་ཡག་ཡོད་མ་རེད། རེད་སེམས་ཡོད་པ་དེ་ཚོ་ཡང་ད་སྐྱག་ལངས་ཤོར་ནས་ཨ་ནི།

མ་ཤེས་པ་གང་ཡང་ཡོད་མ་རེད་ཕྲན་སྐད་ཆའམ་ནང་ནེ་པ་ལི་སྐད་ཆའམ་ནང་དབྱིན་ཇི་ཆའམ་ནང། ཡིན་ལ་དོ་སྣང་སྤྲད་བྱས་སྐད་ཆའམ་དབྱངས་ཀྱི་ཆེད་དུ་དོ་སྣང་དགོས་རེད། བརྩོན་འགྲུས་དགོས་རེད། སྙིང་རུས་དགོས་རེད། བརྩོན་འགྲུས་དགོས་རེད།

བརྙན་དེ་ཁ་བརྡའི་དཀའ་ལས་བསླབ་ཀྱི་ཡོད་ཨ་ནི་དེ་འདྲའི་མུ་མཐུད་བྱས་ཁྱེད་རང་ཚོས་སློབ་སྦྱོང་གནང་བ་ཡིན་ན་ཨ་ནི་སང་ཉིན་གནངས་ཉིན་ཁྱེད་རང་ཚོ་དཔེ་ཆ་ཀློག་ཐུབ་གནང་གི་རེད་དཔེ་ཆ་ཀློག་ཐུབ་ཚར་ཐུབ་གནང་བ་ཡིན་ན་དེའི་ཆེད་ལ་ཨ་ནི་ནང་པའི་ཆོས་ཀྱི་དོན་དག་གོ་བྱེད་ཀྱི་རེད་དོན་དག་ཧ་གོ་གི་རེད།

དགའ་ཡབ་དང་རྒྱ་རྒྱ་འབྲིང་པོ་དགྱེས། དགའ་ཡབ་དང་རྒྱ་རྒྱ་འབྲིང་པོ་དགྱེས། ད་ང་ལ་ཚོའི་སྤྱི་ཚོགས་ནང་ལ་ཨ་ནི་ཤི་བའི་ཆེད་ལ་ཁེར་ཡག་གང་ཡང་ཡོད་མ་རེད་སོ་སོས་བྱས་པའི་ཆོས་འདི་སོ་སོས་ཉམས་ལེན་བྱས་པའི་ཆོས་འདི་ཨ་ནི་ཤི་བའི་སྐབས་ལ་མཉམ་དུ་ཁེར་ཡག་ཡོད་རེད་ང་ཚོས་དེ་འདྲའི་སྤྱི་ཚོགས་ནང་ལ་ཡིད་ཆེས་གནང་གི་ཡོད་རེད་བ། བྱས་ཙང་དཔེ་ཆ་ལོས་ཇི་ནས་གོ་རྒྱུ་རྣམས་དག་དཔེ་ཆ་ཀློག་ཐུབ་གནང་གི་རེད། དེ་ནས་དཔེ་གསར་ཀློག་ཐུབ་གནང་པའི་ཆེད་ལ་ཨ་ནི་སྐར་ས་འདིའི་དོན་དག་ནང་དོན་ཁྱེད་རང་ཚོ་མཁྱེན་གྱི་རེད། དེ་ནས་ནང་དོན་མཁྱེན་པའི་ཆེད་ལ་ཨ་ནི་སོ་སོའི་སེམས་ལ་འགྱུར་བ་བཏང་ཡ་དེ་ནང་པའི་ཆོས་རེད་པ། མི་ཡག་པོ་ཅིག་ཡོང་ཡ་རེད།

ཀྱུ། ཁྱུ། རྒྱུ། སྐྱེ། ཁྱེད། དགེ། སྐྱོ། ཁྱོ། རྒྱོ། ཨ་ནི་ང་རང་ཚོ་སྤྱི་ཚོགས་ཡག་པོ་ཡོང་བ་ལ། མི་དམངས་ཀྱི་སློབ་སྦྱོང་གི་གནས་ཚད་དེ་ཡ་མཐོ་པོ་དགོས་ཀྱི་ཡོད་རེད། ཨ་ནི་འདི་ཡོང་བར་བྱེད་པ་ལ་ཀ་ཁ་ག་ང་ཨེ་བྷི་སི་ཏི་འདི་ནས་འགོ་བཙུགས་དགོས་ཀྱི་ཡོད་རེད། ད་ང་རང་ཚོས་དེ་བརྙན་ཐུང་འདི་འདྲ་ལ་བོད་པ་ཚོས་མཆན་བརྒྱབ་པ Comment བྱས་པ་དེ་ཚོ་ལ་དབྱིན་ཇི། ཡང་དཔེ་མི་སྲིད་སྐྱོ་པོ། བོད་ཡིག་ཡང་དཔེ་མི་སྲིད་པའི་སྐྱོ་པོ། ཨ་ནི་མཆན་བརྒྱབ་པའི་སྐབས་ལ་ཡང་ཚིག་སྡུག་ཅག་དཔེ་མི་སྲིད་སྡུག་ཅག། བོད་པ་ཨ་ཡིན་ནང་པ་ཨ་ཡིན་སེམས་ཡ་དེ་འདྲས། མཆན་སྐྱོ་མི་འདུག་བ་དེ་ནས་ག་རེ་མཐོང་གིར་ཟེར་ན། ང་རང་ཚོ་བོད་པའི་བོད་པའི་སྤྱི་ཚོགས་ཀྱི་བསམ་བློའི་གནས་ཚད་ཤེས་ཡོན་གྱི་གནས་ཚད་དེ། མཆན་རྒྱབ་སྟངས་དེ་ནས་ཁྱེད་རང་ཚོས་མཁྱེན་གྱི་རེད། ཨཱ་ནི་ང་རང་ཚོ་སངས་རྒྱས་ཆོས་དང་མཆོག་གི་ཚོགས་རྣམས་ལ་བྱང་ཆུབ་བར་དུ་ད་ནི་སྐྱབས་སུ་མཆི་བདག་གི་བྱིན་ཟོར་བགྱིས་པའི་བསོད་ནམས་འདི། འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག་ཟེར་སྐད། དྲིན་བྲལ་གྱི་ཨཱ་ནི་བསམ་ཚུལ་མཐོ་པོ་བྱ་མཁན་གཅིག་གིས། ཨཱ་ནི་མཆན་རྒྱབ་སྟངས་འདི་ལ་སྲིད་ད།

བོད་པ་བརྒྱ་ཆ་བརྒྱ་བོད་ཡིག་ཀློག་ཐུབ་པ་ཅིག་བཟོ་དགོས་བསམ་ནས། ཞོགས་པའི་ཆུ་ཚོད་དྲུག་དང་ཕྱེད་ཀ་ལ། ངས་ཁང་པ་འདི་ངའི་སློབ་གྲྭ་ནས་ཀི་ལོ་མི་ཀྲེར་བརྒྱད་ཀྱི་ས་ཆར་ཡོད་ན་གོམ་པ་བརྒྱབ་ཆེད་ཡོང། ད་ང་རང་ལ་འདིས་ཀུན་སློང་འདི་འདྲ་ཞུས་པ་འདི་འདྲ་ཡོང་ཡ་ལ་དཀའ་ངལ་རྩ་བ་ནས་ཚོར་གི་མི་འདུག། དགའ་ཞིང་སྤྲོ་བཞིན་ངས་དེ་འདྲའི་བྱིན་རླབས་ཀྱི་ཡོད་ཁྱེད་རང་ཚོས་འདི་ཟིན་རོགས་གནང། ཨ་ནི་ཁྱེད་རང་ཚོ་ལ་ཐུགས་ཕན་གསོས་གནང། ཡིན་གཅིག་མིན་གཅིག Like ཨིད་གནང་རོགས་གནང། Comment གནང་རོགས་གནང་དེ་འདྲའི་ཆེ་བའི་གནང། མི་མང་པོས་འདི་མཐོང་གི་རེད། ཁྱབ་ཆེན་པོ་ཡོང་གི་རེད།